སྣ་ཚོགས་ཁམས་བཟང་ང་རྣམ་པ་ཚོ་བྱུང་བསྟན་འཛིན་རྣམ་དཔྱོད་ཡིན་དེ་རིང་གི་བརྙན་ཐུང་འདི་ན་ཀི་སིན་བལ་ལོ་ཀོ་པི་གཞིས་ཆགས་ཆེན་བཅས་ཅཱ་ལ་ཡ་བོ་ཁ་ཤས་ཤི་ཉོས་པ་འོང་འདི་གར་གར་ཉོས་མེད་སྙམ་བརྗོད་ཞུ་གིན་གདའ། འོ་ཡ་དེ་ཁོ་ན་ཚོ་ངས་འདི་ན་ལུགས་བཤད་པ་ཨེ་བཅོས་ནམ་གི་ཏོ་པེ་ཏི་ན་ཤུ་གུ་ཏོ་པེ་ཏི་ན་འདི་ན་ལ་གར་གར་ཉོས་ལབ་ན་གལ་ཆེན་པོ་ཀྱང་ཉོས་འདུག་ཨེ་དེ་ཁྱེད་ན་ཚོ་ཟིན་ན་ཤི་ཁྲི་ཐིབ་ཅིག་ཉོས་འདུག་ཁྲི་ཐིབ་འདི་ད་ངས་ཚོང་ཁང་ཁྲིད་ནས་ཉོས་པ་ཟིན་ཐོ་འགེལ་བའི་བྱེད་ཐབས། བྱེད་ཐབས་དེ་ཉོ་ཡས་ཀྱི་གཙོ་བོ་དེ་ག་རེད་ལབ་པའི་ནམ་རྒྱུན་ང་ཡིད་ཆེས་དགའ་པོར་ཞུ་བ་བྱས་ཙང་ངས་ཐེབས་ཀྱི་ཆེད་ཀྱི་ཟིན་བྲིས་འགེལ་པའི་ནོར་ལོན་པ། ཨིན་ཇི་ན་ཤེས་པའི་ནོར། ཟིན་བྲིས་འགེལ་པའི་ཉོ་ཡའི་ནོར། དེ་ཡིན་པས་ན five subject ལོན་པ་ང་ཚོ་མཐོ་སློབ་ཡོད་དུས་ཙམ་པ་ད།

རྒྱ་རྡུལ་ཙམ་མ་ཡིན་པས་ན་ཚིག་མ་བཏགས་ཡང་ཐ་སྙད་མ་བཏགས་ཡང་ལབ་རུང་བ་འོན་ཏེ་དཀའ་ངལ་ཆེ་ཤོས་དེ་ང་ཚོ་བོད་ཡིག་མ་ཤེས་མཛར་དུ་བ་ཡིག་ལས་དེ་ཤེས་པས་ན་རང་བཞིན་མེད་པ་སྐད་བཤད་དུས་ཡོད་མི་གནས་ལས་ད་ཆུ་རྒྱུག་རྒྱུ་ར་བཤད་ཡོད་རེད་པ་བྱས་ཙང་ང་ཚོ་མང་པོ་ཅིག་གིས་ད་རྒྱ་གར་སྤྱི་ཚོགས་ཡིན་པས་ན་རེད་ནུབ་ཕྱོགས་རྒྱལ་པོའི་ནུབ་ཕྱོགས་རྒྱལ་ཁབ་ཨིན་ཇི་མི་སྤྱི་ཚོགས་སྤྱི་ཚོགས་དེ་འདྲས་ད་མི་རིགས་གཞན་པ་གི་སྤྱི་ཚོགས་ནང་འཚོ་བ་སྐྱལ་དེ་དུས་ཡིན་པས་ན་ཨ་ནི་ཨིན་ཇི་བྱ་ཡིན་པས་ན་རེད་ཨ་ནི་ཧྥེ་རན་བྱ་ཡིན་པས་ན་རེད་ཇར་མན་བྱ་ཡིན་པས་ན་རེད་རྒྱ་ཡིག་སྦྱང་ཡིན་པའི་གནས་རེད། ཧིན་རྡི་སྦྱང་ཡིན་པའི་གནས་རེད། ཀ་ན་ར་སྦྱང་ཡིན་པའི་གནས་རེད། མི་རིགས་གཞན་པ་སྐད་སྦྱང་དེ་སོ་སོའི་མི་རིགས་ཀྱི་སྐད་ཡིག་ཡི་གེ་དེ་ནི་སྦྱང་ཡ་དེ་ཞིག་འཐུས་ཤོར་མང་པོ་ཞིག་འགྲོ་འདུག་བསླབ་བྱ་ཐོན་པ་ནས་ཀྱི་ཧ་ལམ་ལག་པ་སོ་སོའི་བོད་ཡིག་མ་ཁྲིད་ངེས་སོ་ཆེ་ཡང་མེད་པས་ན་བོད་ཡིག་མ་ཀློག་ཡ་གི་འདི་གནས་སྟངས་ལེགས་འདུག་བ། ཤ་ཚང་ནི་ང་རང་ཡིན་པའི་གནས་ལས་ད་སྤྱི་ཚོགས་དྲ་ལམ་ཐོག་ལོ་མང་པོ་འདུག་ཆེ་ནི་སོ་སོའི་འཚོ་བ་མཉམ་སྤྱོད་བྱེད་ཡིན་པའི་གནས་རེད་ནི་ད་བོད་ཡིག།

སོ་སོ་ཡང། འདི་ཕན་གནོད་གར་དུ་ལབ་པའི་ནི་ཡི་གེ་ཁྲིད་དུ་འཛིན་པ་དཔེ་ཆ་མ་མཆིས་པས་ནི་རེ་ལོག་སྡེབས་ན་གྲུབ་མཐའི་འདི་མ་མཆིས་པས་ནི་སེམས་པ་དེ་ཞི་བདེ་ར་ཆེར་འདོར་བ་ཟང་ཟིང་གི་འཚོ་བའི་དེ་ཁྲོད་ནས་ང་ཚོ་ཡིན་པས་ན་ཟང་ཟིང་ཚ་དྲགས་ནས་ནི་ཡི་གེ་ཁྲིད་པ་སེམས་པ་མ་གནས་ཀྱི་ལྷོད་ལྷོད་ཀྱི་ཁྲིད་དང་ནི། སོ་སོ་ཡིག་གཟུགས་ཡར་རྒྱས་འགྲོ་བའི་སུ་བྱས་དེ་ནས་ཡིན་པས་ན་ཚིག་མང་པོ་ཤིང་རུ་བ་བྱས་ཙང་ལྔས་གནད་དུ་ཕྱིན་བྱའི་འགོ་བཙུགས་ཡིན་པ་བྱས་ཙང།

དཀའ་ལས་ཁག་པོ་བཞག་འདུག་ཨ་ནི་སྐྱེད་སྲིང་ཚོང་ཁང་དེ་ནང་ཡིན་པའི་ན་དེབ་བཙོང་ཡང་འདུག་ལ་འཛིན་རིམ་དང་པོ་ནས་སྔོན་འགྲོ་ནས་རྗེ་བཙུན་བཅུ་གཉིས་པོ་དག་གི་སློབ་དེབ་འདུག་སློབ་དེབ་ལ་བ་ད་འོང་དུས་འདུག་ད་ང་ཚོ་འདི་ད་ལྟ་འདིར་བཞག་ང་ཚོ་ཉི་མ་བསླབ་བྱ་ཡོད་དུས་ཡིན་གྱི་མ་རེད་ད་ལྟ་གསར་བར་བཞག་རེ་བ་ད་ལྟ་ཤེས་རིག་ལས་ཁུངས་ཀྱི་རྩོམ་སྒྲིག་དང་གཏན་འབེབས་གནང་རྒྱུར་རེ་བཞག་བྱས་ཙང་ཨ་ནི་འདི་ཡིན་པའི་ཆ་མཚོན་པའི་ན་འཛིན་དུ་བཅུ་གཉིས་ཀྱི་འདིར་བཞག་འཛིན་རིམ་བཅུ་གཉིས་པའི་སློབ་དེབ་རེ་བཞག་སྐད་ཡིག་རེ་བ་བོད་ཡིག

མྱུར་སྐྱོབ་མྱུར་ཀློག་གློག་རྩལ་སྦྱོང་ལེན་དུ་ནི་ངོས་ཀྱི་ཡུལ་དང་ངོས་ཀྱི་མི་དམངས་སུ་སྐྱབས་འགོམ་གྱི་ཕྱག་དེབ་དེ་འདུག། བྱས་ཙང་འདི་ན་ཆ་མཚུངས་པའི་གནས་ལས་མང་པོ་བཞག་ཀྱང་ཡང་དག་པ་བྱེད་ཐེབས་འབྲས་ཀྱི་བྱེད་ཐེབས་ལ་སློབ་དེབ་སྐད་ཡིག་ཐེབས་འབྲས་ཀྱི་ལ་ནི་སྒོར་མོ་སུམ་ཅུ་དགུ་བཅུ་ཞེས་རེད་པ། ཨ་ནི་ཁྱེད་རང་གི་བོད་ཡུལ་ཆུ་ཚད་སྐྱོ་བོ་དེ་ཡིན་པས་ན་ཡར་རྒྱས་གཏང་གི། གལ་ཆེ་ཤོས་ལག་ཆ་ཡོད་ན་མེད་ན་སྤྱིར་བ་དཔེ་དེབ་ལས་གློ་ཡ་དང་བྱེ་ཡ་དང་དེ་ཚོ་ཡིན་པས་ན་ཨ་ནི་གལ་སྲིད་སོ་སོ་བུའི་ཡར་སྐྱེས་ཆགས་ཡར་སྐྱེས་གྲོབ་ཡིན་ན་དང་བུའི་ཡིག་དེ་ཡར་སྐྱེས་ཆེན་པོ་ཡིན་ན་ཨ་ནི་རང་བཞིན་མེད་པ་སོ་སོ་སྐྱེ་ཤེས་དུས་ཡིན་པ་ནས་ལས་ཨ་ནི་ཚིག་ཐ་སྙད་མ་དག་པའི་སོ་ཤི་དག་ཨ་ནི་ག་རེ་ག་ན་མ་དག་ཚིག་ག་ནོར་འཇུག་ཤོར་ཡ་ཡིན་ཀྱང་ཡུང་མར་བ་བྱས་ཙང་ང་ཚོའི་ངོས་ནས་བུའི་ཡིག་ཆ་ཨ་ནི་གལ་ཆེན་པོ་ཤར་ཤ་ཨ་ནི

སོ་སོའི་ནང་མི་དང་ཚང་མ་ལོ་ཀློག་ཡ་ཡོད་པ་དེ་ན་ཡིན་པས་ན་བཏང་འཇུག་དང་དེ་གཅིག་པོ་མ་རེད་སྒྲུང་མང་པོ་འདུག་རེད་པ་ནི་དེ་སྙན་པོ་ཞུ་འདུག་འོན་ཏེ་ཆེད་ངས་དེ་ཉོས་ཡིན་པ་འཛིན་བཅུ་གཉིས་རེད་ཤག་ཨ་གལ་སྲིད་སོ་སོའི་ཆུ་ཚད་ཏི་སི་མ་ཡོད་པས་ན་ནི་འཛིན་གྲྭ་དང་པོ་གཉིས་པ་གསུམ་པ་བཞི་བ་ལྔ་བ་དྲུག་པ་བདུན་པ་བརྒྱད་པ་ག་འདྲ་ཡིན་པའི་ནི་ལས་ཉོ་ཡ་ཡོད་རེད་པ་འོན་ཏེ་ནི་སྐད་ཡིག་དེབ་དེ་ཉོས་ཡིན་འདུག་གལ་ཏེ་ཆེད་དེ་ན་ཡིན་པས་ན་ད་ང་ཚོ་ད་ཡིག་གཟུགས་དེ་ཡིན་པས་ན་ད། ང་རང་ང་རང་ཆ་ཚུགས་མིན་ན་དག་ན་ཚོ། ད་ནང་བོད་རྒྱ་གར་ལས་བྱེད་རྒྱ་གར་ལས་བྱེད་ནི། བོད་ཡག་ཤོས་དེ་ག་དུས་བྱ་ཡོང་ལོ་ན་ང་བོད་དང་ཡོད་དུས་བྱ་ཡོང་རུ་བ་དུས་དུས་མིན་ན། ང་ཚོ་ད་སྐུ་ང་ཚོ་ད་པན་ཆེ་རིམ་བྱོན་ཐུགས་རྗེ་བཀའ་དྲིན་རྒྱས་ནི་དུས་དུས་ཡོད་ང་ཚོ་ཆུང་ཆུང་དུས་མིན་ན་སློབ་ཚན་ཚང་མ་བོད་ཡིན་ན་ཞེས་རུ་བ་ཚང་མ་ཅི་འདྲ་སྙི་བ་ན་གསུམ་པ་བོད་རྡོ་རྗེ་རེད་ཤག་ཨ་ནི་དེའི་རྗེས་ནས་ཚང་མ་རྒྱ་ཡིན་ན་རུ་བ་བོད་ཡིག་སློབ་ཚན་མི་ཤེས།

བུ་ནི་ཅེ་ཅཱ་མེར་བ་ནི་སོ་སོའི་ནོར་འགྱུར་བ། ཅེ་ཅཱ་མེར་ཨིན་ཇི་ག་ཤུག་རི་ཀྱི་ཨིན་ཇི་ཡིག་རྩལ་ལུང་གི་མ་རི་ཧྥལ་ཆི་རི་བསམ་ཆེ་ལུང་མ་རི་བསམ་ཆེ་ཤིན་ཧ་རི་སྐད་ཆེ་ཨིན་ཇི་ར་ཨ་ཅཱ་འདི་ནི་ཨིན་བུའི་སློབ་ཚན་གཅིག་ཡོད་ར་གཅིག་ཡོད་རེད་འདི་ནས་དུས་དུས་སྐབས་སུ་ང་ཚོས་ནང་ཆོས་སློབ་ཚན་ལ་ཡོད་ར་ད་ད་འདི་ཡིན་པ་ནང་པ་ཏི་ནང་པ་སངས་རྒྱས་པའི་ལྟ་གྲུབ་ཀྱི་སློབ་ཚན་གསུངས་འདུག་ཨ་ནི། དུས་དུས་ང་ཚོས་ནང་ཆོས་སློབ་ཚན་ལོ་ནང་ཆོས་སློབ་ཚན་དུས་འདྲ་གཅིག་ན་གཅིག་ཡོད་རེད་ཨ་ནི་ང་ཚོས་ཆོས་ཡོད་ག་ལ་ག་ཡིན་པའི་ནི་ཨ་ནི།

ཨིན་ཇི་ལིང་ཝུར་བ་ཨེ་མེ་ཟོན་ཨ་རི་རེད་ཇར་མི་ནི་ད་ནི་སི་མེན་སི་ཇར་མི་ནི་ག་ཅི་རེད། བྱས་ཙང་ནི་དཔེ་དང་འཐུས་ཤོར་ཤི་ན་ཚ་བོར་ཕྱིན་འདུག་བ་བྱས་ཙང་ཡིག་གཟུགས་དེ་ཡིན་པ་ནས་ཀྱག་ཀྱོག་ཡོད་བ་ཉི་མ་ཆུང་ཆུང་འུར་དུ་ཆང་ཤིང་ལ་བྲིས་ནས་ཨང་ད་བྱིན་ཆེན་ཕ་མའི་བཀའ་དྲིན་གྱིས་ནི་ཏི་སི་ཞེས་ཡག་པོར་བྱོས་རིག་ནས་ལས་ད་ད་བས་དེ་བས་ཡིག་གཟུགས་ཤོར་འདུག་བ་བྱས་ཙང་ནི་ངའི་ཡིག་གཟུགས་ཀྱི་ཨོ་རྒྱན་ཤེས་རིག་འཇུག་སྐུ། འཇུག་བསྐུར་བྱ། ནི་ཡིག་གཟུགས་ཀྱི་བྲི་དེབ་བསྡུར་བ་འདི་ལ་སྒོར་མོ་བརྒྱ་དང་བརྒྱད་ཅུར་བཞག། བོད་ཀྱི་ཡིག་གཟུགས་སྦྱོང་དེབ་འདི་རྣ་ལོག་ལས་རིམ་པ་མ་འདྲ་མ་འདྲ་ཡོད་གསུངས་དང་པོ་གཉིས་པ་གསུམ་པ་བཞི་བ་ལྔ་བ་དྲུག་པ་བདུན་པ་བརྒྱད་པ་དགུ་བ་བཅུ་གཅིག་བཅུ་གཉིས་སུ་ཡོད་རེ་གསུངས་འདུག་པ་ཨེ་འཆད་ཙང་ཁྱེད་རང་ཚོ་གལ་སྲིད་ད་སོ་སོ་དེ་ཐེབ་ཡིན་ན་ད་གཞི་ཆགས་ཁ་ཐོབ་ན་ནི་དཔེ་དེབ་འདྲ་བཟི་ཡས་འདུར་བ་བཟི་ན་ད་བྲི་དེབ

ཨོ་འདུ་སི་རེད་ནས་སྒྲུང་བཤད་པའི་ནང་ཡིག་གཟུགས་སྦྱོང་དེབ་གསུམ་པ་འདིར་བཞག་གསུམ་པ་འདི་བས་ན་བོད་ལྗོངས་ཤེས་རིག་ལས་ཁུངས་སུ་ནང་ཁུལ་ཞབས་འདེགས་ཡིན་པས་ན་ད་ལྟ་འདིར་བཞག་ག་ས་འོག་མས་ཡོད་པ་ཁོ་ན་ཚོ་ལས་སྐོར་སོགས་འབྲི་སྟེ་གནས་ཏེ་བྲིས་དེབ་ཡག་པོ་ཞིག་འདུག་འགྲོ་བ་དེ་འོ་འདིར་བཞག་བྲིས་དེབ་འདི་བས་ན་ད་སོ་སོ་ནང་ལ་ཡིག་གཟུགས་སྦྱང་ཡང་བྱོས་པ་ད་ང་ཚོ་རྒྱ་གར་གྱི་སྤྱི་ཚོགས་ཆེ་ན་དེ་ཁྱེད་ནང་ཚོ་ཡིན་པས་ན་ནུབ་ཕྱོགས་རྒྱལ་ཁབ་ཨིན་ཇིའི་སྤྱི་ཚོགས་ཆེ་ན་ཞུ་ཞུ་དུས་ཙམ་ཡིན་པས་ན་ནི་གོ་ཡ་ལ་ས་ཉི་མ་འདི་བ་ལ་སྤུ་གུར། བོད་ཡིག་སྦྱང་ཁ་སྟངས་སྐོར་གསུངས་འདུག་བྱས་ཙང་ནི་གཟའ་ཉི་མ་གཅིག་པོ་མེད་པའི་ཆེད་སོ་སོའི་ནང་ལ་དུས་ཚོད་ཡོད་དུས་ཙམ་རེ་སྤུ་གོ། ལྕགས་སྨྱུག་ཞུ་སྨྱུག་ར་སྨྱུག་འབྲས་ལྕགས་སྨྱུག་ཁ་སྦོམ་པོ་ཞིག་རྒྱ་གར་ནང་ཕེབས་དུས་ཡིན་པའི་ནས་རེད་སོ་སོའི་རོགས་པ་ལ་ངག་ནས་འདྲིའུ་འདུག་བ་སྨྱུག་ཁ་སྦོམ་པོ་ཞུ་སྨྱུག་སྣག་ཚ་ཞུ་སྨྱུག་རེད་བ་ཨ་འདིའི་བར་ལ་དེ། འདུག་བྱས་ནས་བྲིས་ཡས་ཡོད་རེད་བ་དཔེ་ལྟ་བྱས་བྲིས་ཡས་ཡོད་རེད་བ་ཉི་མ་རེ་རེ་ལ། ཤོག་ལ་ཕྱེད་ཀ་ལས་མེད་ནས་ལས་དེ། ཤོག་ལ།

ཁ་རེད་ད་ལེབ་ཀྲོབ་ད་དེ་ཨའི་པེད་ད་དེ་བསི་ཤ་ནར་བ་ནི་འདྲེ་ཅིག་ཀ་ཁྲི་ཞུ་ད་ཁྱི་ན་ཟུ་སིན་པོ་ཀིབ་ཀིབ་ལུས་ཧོ་ལོ་ཨར་ར་པུའུ་ཡིན་ནེ་ལེ་དབྱིངས་ཚ་བོ་རུ་ཆི་རུ་བ་འོང་དེ་ནི་ཡིག་ཅ་ཉི་ཧྲུ་རུ་བ་འོང་དེ་ཡག་པོ་ཞུ་འདུག་ཆེ་ས་ང་རེ་ཉོས་འབའ་ཨ་དེ་པེ་ཡག་པོ་འདུག་ཁོ་ན་ཚོ་ཨ་ནི་ཁྱི་སི་ཁྱི་ན་ཚོ་ད་ནུབ་ཕྱོགས་རྒྱལ་ཁབ་དུ་བ་མེད་པེ་ན་ཨ་སོ་སོ་རོག་པ་འཛུ་ཆི་ཁེ་ནེ་མ་ཧ་ལེ་དུས་ཙམ་པེ་ང་ཨེ་སོ་སོ་སོ་མ་ག་ཨ་ལེ་དུས་ཨོ་ཉན་པ་ཁ་རེ་ཆི་ཉོ་ཨོ་ན་བསམ་ནེ་རོག་པེ

ཐ་སྙད་ཡིན་པ་ཡིན་ན་འདི་འདིར་བཞག་ཁོ་ན་སོགས་ནང་ཆོས་ཡོད་པ་འཛིན་རིམ་དྲུག་པ་བདུན་པ་བརྒྱད་པའི་སློབ་དེབ་བཞག་ནས་ཤེས་རིག་ལས་ཁུངས་ནས་གཏན་འབེབས་དང་རྩོམ་སྒྲིག་དང་བཞག་པ་འདི་ཡིན་པ་ཡིན་ན་འཛིན་སྒོར་མོ་ག་ཚོད་བཅའ་དོ་བརྒྱ་དང་སུམ་ཅུར་བཞག་པ་ནི་འདི་ནང་ལོགས་ལ་གར་གར་དུ་ལབ་ཡིན་ན་ཐ་ནང་ཆོས་ངོ་སྤྲོད་བཞག་ནང་ཆོས་ངོ་སྤྲོད་དེ་ཡིན་དུས་སྐྱབས་མགོན་རིན་པོ་ཆེ་ག་དུས་ནས་བཀའ་གནང་གི་འདུག་བཀའ་གནང་དུས་ང་ཚོ་དེ་ཕམ་པ་ལ་འམ་ལ་པོ་ལ་མོ་ལ་གནང་པ་རེད་མན་ཆད་སོ་སོའི་ངོས་ནས་སློབ་སྦྱོང་བྱེད་བྱས་ནི་ཅིག་མེད་པས་ནང་པའི་ལྟ་གྲུབ་འདི་ཤེས་མི་ཤེས་ན་ཡག་པོ་རེད་གསུངས་འདུག་བཀའ་གནང་འདུག་བ་ཆ་ཚང་འདི་ནང་ཡིན་པས་ན་སངས་རྒྱས་ཀྱི་མཛད་པ་བཅུ་གཉིས་རེད་ཤག་སློབ་ཚན་དང་པོ་དང་སློབ་ཚན་གཉིས་པ་སངས་རྒྱས་ཀྱི་མཛད་པ་བཅུ་གཉིས་གསུམ་པ་དེ་བསྟན་པ་ལ་འཇུག་པའི་སྒོ་སྐྱབས་སུ་འགྲོ་ཚུལ་ཨོང་རྒྱ་རེད་ཤག་འདི་ནང་སློབ་ཚན་ཁྱོན་བསྡོམས་དྲུག་པ་སློབ་ཚན་སློབ་ཚན་བཅུ་དྲུག་པ་དང་བསྡུར་བ་ངེས་འབྱུང་དང་ཚད་མེད་སྒོམ་པའི་ཉམས་ལེན་ཚད་མེད་བཞི་སྒོམ་པའི་ཉམས་ལེན་ཨོང་དུ་བཤད་འདི་ནང་སློབ་ཚན། སློབ་ཚན་མང་པོ་བཞག་འདུག་ནི་ཁྱེད་ཚང་ཚོས་དུས་ཚོད་ཡོད་དུས་འཚམས་པས་ནི་སངས་རྒྱས་ཀྱི་མཛད་པ་བཅུ་གཉིས་ག་རེ་མེད་ད་དུང་འཚམས་ལོ་ང་ཚོ་མང་ཆེ་ཞིག་ཤིང་སྒོ་མར་བ་ཆེ་ཙང་ནི་ཁ་ནས་ནང་པ་ཡིན་སྨན་པ་ཆེ་ནི་ཡིན་ལབ་ཙམ་སྨན་པ་ཆེར་བ་ནང་པ་ལ་ཡི་དེ་ག་འདྲ་ཡིན་མིན་སློབ་སྦྱོང་བྱས་དེ་ང་ཚོས་ཡག་པོ་ཞིག་ཐུགས་བསམ་དུར་བ་ཆེ་ཙང་ཁྱེད་ནང་ཚོ་དེ་ཐེ་དུས་ཚོང་ཁ་དེ་ནང་ལ་དེ་བརྒྱ་སུམ་ཅུ་ཞག་ནི་དེ་འདྲ་ཟིན་ན་ད་ཚོང་ཁ་ནང་ཏིས་ཏིས་ཡག་པོ་ཞིག་འདུག་བཟང་འདུག་རོ་ཨ་ནི་གལ་སྲིད་ཁྱེད་རང་སློབ་ཚན་དེ་ཚོ་ཀློག་གནང་པའི་ནས་སོ་སོའི་བོད་ཡིག་ག་ལ་གང་འཚམ་ཡར་རྒྱས་འགྲོ་གི་རོ་དཔེ་དེབ་གཅིག་དེ་ཚོ་ཀློག་ཐུབ་ཡིན་ནའི་ལེ་རོ་བ་འོང་འདྲ་ཤ་ཟ་དེ་ངས་ཁྱེད་སེམས་མྱུར་མགྱོགས་ཀྱི་དཔེ་དེབ་ཉོས་ཡིན་པས་ན་ད་ལྟ་ཁྱེད་སེམས་ངས་བརྙན་ཐུང་བླུགས་ཡོད་པ་བརྙན་ཐུང་དེ་ན་ཁྱེད་རང་ཚོ་མང་པོ་ཅིག་གི་སེམས་གཟིགས་གནང་ཤག་ད་ལྟ་ག་རེ། རབ་བརྟན་རིག་གནས་ཁང་གི་ད་ལྟ་རབ་བརྟན་ལགས་ཁོང་དང་གླེང་མོལ་ཞུ་རྒྱུར་ཁོང་གི་ལས་ཁུངས་དེ་ལྟ་སྐོར་དྲི་རྒྱོ་ཞིག་མེད་པའི་འོང་དེ་སྙན་ཐུང་བཟོས་ཡོད་པ་ཨང་ཀི་ནང་ཚུད་བཟི་ཡོད་རེད་ཟེར་བ། བྱས་ཙང་ཨ་མྱེས་དེ་ནས་དེབ་དེ་འདྲ་གཉིས་ཉོས་ཡིན་པ་གཉིས་ཉོ་དུས་ཙམ་པས་ཡིན་པས་ན། དེབ་དེ་འདྲའི་གཅིག་ན་ཆགས་པ་གཅིག་ན་ལོ་ལ་རྐང་ལྔ་བསྡུར་བ་དེ་ཡིན་པས་ན་བྱིས་སྒྲུང་རེད་བྱས་བྱིས་སྒྲུང་ལབ་ཡིན་ན་སྟབས་མགོ་ཆུང་ཆུང་ལ་སྒྲུང་བཤད་ཡོད་པ་བྱིས་སྒྲུང།

རི་མོ་དེ་སྙིང་ཅན་པོད་དུ་རང་ང་ད་ང་ནང་ཚོའི་བཙན་བྱོལ་ནང་བྲིས་ཁྱོག་གི་སྤུ་གུ་ཆུང་ཆུང་གི་བྱིས་སྒྲུང་དེ་མང་པོ་ཐུག་མྱོང་ཡོད་རེད་བ། དཔེར་ན་སྙིང་ཅན་པོ་ཤུག་ཤུག་ཏུ་རེད་བ་དེ། འོན་ཀྱང་རི་ཤག་སོགས་ཁོ་ནང་ཚོ་སྙིང་ཅན་པོད་དུ་གལ་སྲིད་ཁྱེད་ནང་ཚོ་སྤུ་གུ་ལ་སོ་སོའི་སྤུ་གུ་ལ་བྱིས་སྒྲུང་གོ་ཡོད་པས་ན་ཁོང་བྲི་བ་ནང་ད་རེད་བ་རབ་བརྟན་ལགས་ཁོང་ད། འོན་ཀྱང་རེད་ཤག་ནི་ང་ཚོས་རྟག་པར་རེད་ཤེས་སུ་སུའི་མི་རིགས་རྩ་བ་རྩ་ཆེན་པོ་ཡིན་མེད་དང་སྐད་ཡིག་རྩ་ཆེན་པོ་ཡིན་མེད་དང་ཚང་མས་སེམས་ན་སེམས་ཤུགས་དུ་ཡོད་རེད་ཡིན་ནའི་ལས་མང་པོ་བྱས་ད་སུ་སུ་ལས་ཀ་འཚོ་བ་རྐྱེན་གྱིས་ཚང་མ་མི་སེར་དཀྱུས་མ་ཡིན་དུས་འཐུས་ཤོར་མང་པོ་བྱུང་འདུག་ང་ནས་ཅིག་འགོ་བཙུགས་རྗེས་ཁྱེད་རང་ཆེ་འོན་ཏེ་ནི་ད་ཆེས་མཐོ་བའི་དེའི་དཔེ་ན་ཁོར་ཡུག་བཅོས་མར་བའི་སོ་སོའི་ནང་ལ་ཡང་ཐེབས་མང་པོ་ཅི་ཅི་ཡས་ཐེབས་ཉུལ་ཡས་ཐེབས་ཉུལ་ཡང་སྨོན་ལམ་ཆོས་མར་བ་འོན་ཏེ་ཅི་དང་ད་དེ་ན་ཨའི་པད་ད་དེ་ཚོས་ན་མང་པོ་དུ་བ་ཡང་ཁ་བ་ན་ད་ཡིན་ནས་ལས་ད་ཁ་བ་ད་ཡང་མང་ཆ་ནང་ནི་དེ་ཕྱིའི་ཁ་རེ་དེ་ཐེབས་དེ་འདྲས་ཡོད་པ་ཐེབས་དེ་འདྲས་བློ་བཅས་ལག་པ་ཅུའི་བློ་ནི་སྐྱིད་པ་འདུག་ང་སྐྱིད་འཇལ་ཅིག་ཡོད་ཡོད་ད་བློ་གཉིས་གྲུང་འདུག་རེ་བ།

སྐད་ཡིག་ཅིག་སྦྱང་དུས་ཙམ་པས་ཡིན་པས་ན། སྐད་བཤད་དུས་ཡིན་པས་ན་རང་བཞིན་མེད་པ་ནི་དཀའ་ངལ་ཕྲན་མར་བ། འོན་ཀྱང་ཞག་ནི་དེ་རིང་ལྕགས་ལ་ཁར་ཁར་ཉོས་ཡོད་མེད་མཉམ་སྤྱོད་ཞོལ་གྱི་ལེ་ཚན་དེ་མཇུག་བསྡུས། ཇི་མའི་ལེ་ཚན་ནང་ང་ནང་ཚོ་ཡང་ཡང་བསྐྱར་མཇལ་ཡོང་དགའ་དགའ་སྤྲོ་སྤྲོ་ངང་གཟིམ་ཆ་སྤྲོ་པོ་གནང་དགོས་ནུབ་ཕྱོགས་རྒྱལ་ཁབ་ཡོད་པའི་སྤུན་ཟླ་ཚང་མོ་ལོ་ཞོགས་པ་དེ་ལས་གཟིམ་ཆ་སྤྲོ་པོ་གནང་དགོས་རྒྱ་གར་ཡོད་པའི་དང་བལ་ཡུལ་ཡོད་པ་བོད་ནང་ཡོད་པའི་སྤུན་ཟླ་ཚང་མོ་ཞུ་བདེ་སྦྱང་དགོས།